ཡིན་ནའི་ད་ལྟ་ང་ཚོའི་ངོ་སྤྲོད་ཞུ་དག་འདི་དཔེ་མཛོད་ཁང་པ་ཡིས་ཀྱི་རེད་བ་ད་མི་སྒེར་ཡིན་པ་ཡིན་ན་རེད་ཚོགས་པ་ཡིན་ན་རེད་གཞུང་ཡིན་ན་རེད་ག་རེ་ཡིན་ན་འདི་རྗེས་ཀྱི་དཔེ་མཛོད་ཀྱི་འཛིན་སྐྱོང་བྱས་ཡ་དང་དེ་གི་སྐར་ཆ་བསྒྲིགས་སྟངས་དང་ད་དེ་འདྲའི་སྐོར་ལས་ད་ཉིན་གཅིག་དེ་གསོལ་ཆོག་དེ་འདྲ་རེད་དེ་འདྲས་སོང་ཙང་རྣམ་པ་ཚོས་ངེས་པར་དུ་འདི་ཡི། གཅིག་དང་པོ་དེ་དཀར་ཆག་རྩོམ་སྒྲིག་པ་ལ་ཚང་དགོས་ཡག་གི་ཆ་རྐྱེན་ག་རེ་ཡོད་མེད། ཨ་ནི་དེ་སྙན་ཅུས་བཀོལ་སྤྱོད་བྱེད་པ་ལ་ཡང་གར་གར་ཚང་དགོས་ཀྱི་ཡོད་མེད། ཨ་ནི་དེ་ནས་སྙན་ཅུས་ནང་འཇུག་བྱ་སྟངས། ཨ་ནི་དེ་ནས་སྙན་ཅུས་དེ་སྒྲིག་འགོད། ག་འདྲའི་ད་ཡིག་གཟུགས་ཆེ་ཆུང་དེ་ཚོ་ཏག་ཏག་ཡོང་ཡག་དང་འདི་ཚོའི་དོན་ལ་ཡག་ད་ག་རེ་ག་རེ་དགོས་ཀྱི་ཡོད་མེད། འདི་བྱེད་རེད། ཨ་ནི་དེ་ནས་བིན་འགྲོ་ཚོ་བཅུ་བ་འདྲ་བོ་ཆགས་བཞག་པ་ཡིན་ན། ཨ་ནི་དེ་ཡིག་གི་ནང་ལོགས་ལ་ཡང་ཡང་གོ།

མིང་དང་གསང་བའི་ཨང་གྲངས་དེ་ཁོ་རང་ནང་ལ་སྒྲིག་དགོས་ཀྱི་བྱ་བ་ཡོད་པ་དེ། ཞིས་ལུང་གིས། འདི་ནང་ལོགས་ནང་འཛུལ་བྱེད་དགོས་ཀྱི་ཡོད་རེད། ཨན་རྩ་བས་ཀྱིས་དེ། འདི་ནང་ལ་ངོ་སྤྲོད་གཏོར་དུས་ཅིག་ཡོད་པ་དེ་འདྲ་རེད། ཨན་འདི་ནས་ནང་འཛུལ་བྱས་པ་ཡིན་ན། ཨ་ནི་དེ། སྐུ་ཉིད་དཔེ་མཛོད་ལ་ཕེབས་པ་དགའ་བསུ་ཞུ། ཨ་ད་ལྟའི་བྱེད་དུས་བྲིས་པ་རེད། ཨན་འདི་ཆེ་རང་དུ་བཙལ་ནས། རྩ་བས་འདི། ནག་ལོ་ལ་བརྫུས་མཁན་དེ་སུ་ཡིན་པ་དང་ཨ་ནི་དེ་ནི་བག་ཆུ་ལོ་ལ་བག་ཐོན་ཡིན་ན་དེ་ནི་མེད་འདུག་ཟེར་ཨ་ནི་འདི་ཡོང་དུས་ཙཱ་ནི་ད་ལྡི་ལི་ཡ། རྩ་བའི་གི་མཉེན་ཆས་དེ་གི་ད་འཛིན་སྐྱོང་བྱེད་ས་གི་སྡེ་ཚན་ཁག་ལྔ་རེ་ཅིག་ཆགས་ཡོད་རེད། ཨ་ནི་དེའི་རེ་རེ་གི་ནག་ལོ་ལ་ཡང་ཁོ་སྡེ་ཚན་མང་དྲག་མང་དྲག་པ་ཆགས་ཆེ་ཨ་ནི་དང་པོ་བོད་ནང་སྡེ་ཚན་ཆགས་ཆགས་མེད་ན་སྤྱི་ཐང་གི་འཚོལ་ཞིབ་བྱེད་ས་དེ་འཚོལ་ཞིབ་བྱེད་ས་དེ་ལ་ཡོད་རེད་ཨ་ནི་དེ་ནི་དམིགས་བསལ་གི་འཚོལ་ཞིབ་བྱེད་དགོས་ཡོད་ན་ཨ་ནི་དེ་ནི་དམིགས་བསལ་གི། ད་འཚོལ་ཞིབ་བྱེད་སྟངས་རིམ་པ་གཅིག་བྱས། ད་ནི་འདི་ནས་སྐར་ཆ་གསར་བ་ཡ་བཅུ་གཡར་དང་བཅུ་གསུམ་པ་དེའི་རྩོམ་སྒྲིག་བྱེད་ས་གཅིག་བྱས། རེད་ཨང། འདི་ནས་དེའི་ནང་ལོགས་ལ་ཕྱིན་པ་ཡིན་ན་ཨ་ནི་དཔེ་ཆ་དེ་ཚུད་ཉོ་ཡ་དང་ཨ་ནི་དཔེ་ཆ་ཕར་བཙོང་ཡ་དེ་སྒྲིག་བདེ་ཆེན་གཉིས་བྱས། ཨ་ནི་དེའི་ནང་ལོགས་ཕྱིན་པ་ཡིན་ན་ཨ་ནི་དེའི་དཔེ་ཆ་མིག་ལ་གཡར་ཡ་དང་ཨ་ནི་དཔེ་ཆ་ཚུད། བདག་པོ་རྒྱ་ཡག་དང་ཨ་ནེ་སུའུ་སུའུ་གི་ཡག་ཡོད་མེད་དང་ག་འདྲའི་བྱེད་ངེས་བྱས་ཡོད་མེད་ད་ག་འདྲའི་བྱས་ཡོད་མེད་དེ་རྗེས་ཞིབ་བཤེར་བྱེད་ས་ཀྱི་སྡེ་ཚན་གཅིག་རེད་ཨ་ནེ་དེ་ནས་ད་འདིའི་འཛིན་སྐྱོང་རོགས་བྱེད་ན་དེ་ད་སྒྲིག་འགོ་གི་སྡེ་ཚན་ཨ་ནེ་དེ་ནས་ཁོང་མིས་དོ་དམ་བྱ་ཡག་དང་ཨ་ནེ་དངུལ་རྩིས་ཀྱི་སྐོར་དང་དེ་ནས་སྙན་ཐོ་གི་སྐོར་དེ་རྗེས་རེད་ད་དེ་ནས་རྣམ་པ་ཚོས་བརྙན་དང་པོ་དེ།

གྲངས་མཛོད་ཀྱི་རྒྱབ་རྟེན་དེ་ཉིས་སྟོང་བཅུ་དགུའི་ཟླ་བ་དྲུག་པའི་ཚེས་ཉི་ཤུ་ལྔ་དང་ཕྱི་ཚུལ་གསུམ་དང་སྔ་མ་བདུན་གང་ན་འདུག་རྒྱབ་རྟེན་ཉག་ཡོད་རེད་ཟེར་ད་འདིའི་ནང་ལོགས་ལས་ཁོ་ཁོ་གི་རྒྱབ་རྟེན་གྱི་ཡིག་ཆ་དེ་ཆ་ཚང་ཅིག་ཉར་གི་ཡོད་རེད་ཨ་ནི་གལ་སྲིད་ལོགས་ལས་འཕྲོ་བརླག་བྱེད་བྱེད་ཚུལ་འདུག་ལན་ཡིན་པའི་ན་བསྐྱར་གསོ་བྱས་དེ་རེད་བསྐྱར་གསོ་བྱས་དུས་ཨ་ནི་འདིའི་ད་གི་ད་གི་དེ་ག་བ་ཡོད་རེད་ཟེར་དུས་ད་ནི་ད་ང་ཚོ་ཚིག་གི་ནང་ལོགས་ཕྱིན་ཨ་ནི་དེ་ནས་འབད་སྐབས་བྱས་དེ།

ནང་ལོགས་ལ་ད་གད་ཀྱིན་ཟེར་ནི་མི་འདུག་དེ་འདྲ་ཡོད་ཅིག་མང་པོ་བསགས་འདུག་ཡིན་རུང་ཁོས་དུས་ཆེན་གཙང་མ་ཟེར་དུས་དེ་རེད། ད་འདི་ནན་པ་ཡིན་ན། ད་གའི་གྲངས་ཚུལ་དེ་ཆ་ཚང་བསུབ་བཞག་གི་རེད་དེ་འདྲའི་སོང་ཙང་འདི་གསབ་གསབ་མ་བྱས་པ་ཡིན་ན་འདི་བསུབ་པ་ཡིན་ན་ཁྱེད་རང་གི་ཡིག་ཆ་ཉར་ཚགས་བྱས་པ་དང་དེ་ཆེ་ཆ་ཚང་ཅིག་བསུབ་གི་ཡོད་རེད། ད་འདི་སྒྲིག་འགོའི་ནང་གི་ད་གྲངས་ཚུལ་སྒྲིག་འགོ་ཟེར་གི་བདེ་ཆེན་གི་རིན་པ་དེ་འདྲ་ཅིག་རེད། ད་དེ་ནས་ད་གཅིག་དེ་དཔེ་མཛོད་སྒྲིག་དགོས་ཟེར་དེ་དེ་རེད་ད་འདི་ཧ་ཅང་གལ་ཆེན་པོ་རེད་དེ་འདྲའི་སོང་ཙང་དང་པོ་དེ་ད་ཆང་དེའི་ནང་ལོགས་ལ་ད་ང་ཚོ་དཔེ་མཛོད་ཅིག་བཞག་ཡོད་རེད་ཨན་དེ་ནས་འདི་འོག་གི་བཟོ་བཅོས་ཟེར་ཡ་དེ་མནན་པ་ཡིན་ན་ཁོ་བཟོ་བཅོས་རྒྱབ་བཅུག་གོ་རེད་ཨན་དེ་མནན་བྱས་ཨན་ཁྱོད་རང་གི་དཔེ་མཛོད་ཀྱི་མིང་ག་རེད་ན་དེ་མིང་དེ་མིང་དེ་སྔོན་མ་དེ་རྒྱབ་དགོས་ཀྱི་ཡོད་རེད་གང་ཡིན་ཟེར་ན་འདིའི་ནང་ལོགས་ཀྱི་ཁ་བྱང་རེད་ཁ་བ་འང་རེད་ཨན།

ཨན་ཆང་ཨན་གྱི་ལས་ཁུངས་ཡིན་པའི་ནི་རེ་མི་གི་རེ་ནི་དེ་ཡི་ཁ་པར་ཨང་གྲ་ཁྲེ་ཨན་དེ་ནི་ལོང་ཁྲིན་གི་ཨང་གྲ་ཆེ་ཨན་དེ་ནི་ད་ལོང་ཁྲིན་དེ་ལས་ཁུངས་གྲུབ་ཆེ་ཡིན་པའི་ནི་ཁོ་ལས་ཁུངས་གི་བེན་ཛོས་རང་གི་ལོང་ཁྲིན་གི་ཨང་གི་བྱོར་བ་དེ་ནང་ཆེན་གི་ལོང་ཁྲིན་གི་ཨང་གི་དེ་ཡི་ད་གཙང་བའི་ཨང་གྲ་དེ་ངེས་པར་དུ་དེ་གོ་དགོས་གི་ཡོད་རེད་ཨན་དེ་ནི་བེན་ཛོ་ཁང་གི་དྲ་རྒྱ་ཡོད་པའི་ནི་དྲ་རྒྱ་གི་མིང་དེ་དེ་ལ་གོ་ཡ་ཆེ་ཨན་དེ་ནི།

ད་དཔེ་མཛོད་སྒྲིག་འགོད་ཀྱི་རིམ་པ་དེ་སྡུག་ས་རེད་འདི། ཧ་ཅང་གི་གལ་ཆེན་པོ་དང་ཨ་ནི་རྗེས་མ་དེ་དཔེ་མཛོད་ཁང་གི་མི་ལ་འབྲེལ་བ་བྱེད་དགོས་ཀྱི་ཡོད་པ་ཡིན་ན་རེད་བྱུང་འཛིན་སྤྲད་དགོས་ཀྱི་ཡོད་པ་ཡིན་ན་རེད་ད་འདི་ཆེ་ག་རེ་ཅིག་བྱུང་གི་ཡིན་ན་རེད་ཨ་ནི། གསང་བའི་ཨང་གྲགས་ལགས་པ་ཡིན་ན་རེད་ད་འདི་ཆེ་ཡོངས་སུ་རྫོགས་པ་དེ་དེ་དགོས་ཀྱི་ཡོད་རེད་གལ་སྲིད་ཁྱོད་རང་གི་སྒོ་ཆས་ཀྱི་གསང་བའི་ཨང་གྲགས་བརྗེ་བོ་བརྒྱ་ཡ་དང་ཡང་ན་གཅིག་བརླག་པ་དེ་འདྲ་བྱུང་པས་ན་དེའི་གི་རླུང་འཕྲིན་གྱི་ཁ་བྱང་དེ་དག

ད་དཔེ་མཚོན་ཅིག་ཡིན་པས་ན་ནང་ལོགས་ལས་ད་ཕྱག་ལེན་གནང་གི། ད་དེ་འདྲ་མང་པོ་ཡོད་པ་ཙམ་ཙམ་དེ་རྗེས་ཀྱི་དབང་ཚད་ཀྱི་རིམ་པ་ད་དང་པ Admin བྱས་ཏེ་སྤྱི་ཁྱབ་འཛིན་སྐྱོང་པ་དང་སྤྱི་ཁྱབ་འགན་འཁི་ངེ་སོང་ཙང་དེ་ཡི་ཡོན་གྱི་ཅིག་སྒྲིག་འགོད་བྱས་ཡ་ངོར་རྩིས་སྙན་ཐོ་དང་ད་དེ་རྗེས་ཡོངས་སུ་རྫོགས་པའི་ཐོབ་ཐང་ཡོད་པ་དང་དེ་འདྲ་རེད། ད་དེ་རྗེས་ད་འདི་འདྲ་བ་ན་རྩོམ་སྒྲིག་པ་འདྲ་བ་ཅིག་ཡིན་པས་ན་ཨ་ནི་ཨང་ཁོ་ཅིག་ཐོབ་ཐང་ག་རེ་ག་རེ་སྤྲད་དང་མ་སྤྲད། ཨ་ནི་དེ་ནས་ཅི་ཐང་གི་ད་དེ་ནང་ལ་ཅིག། ཐེབས་ཚོང་གི་འདྲ་པོ་ཅིག་འབེལ་ནི་རེད་ད་དེ་རྗེས་ལ་ཡ། ཐོབ་ཐང་ག་རེ་སྤྲད་དང་མ་སྤྲད་ཟེར་ཡ་དེ་དེ་རྗེས། རྩོམ་སྒྲིག་བྱས་ཅིག་དེ་རེད་ཨ་ནི་གཉིས་པ་དེ་ད། ལས་ཀ་བྱེད་མཁན་མི་གསར་བ་ཞིག་གི་ནང་ཡ་བཀོལ་ཡ་ཡིན་པས་ན་དེ་ལ་བསམ་འཇུག་གསལ་ཞིག་རོགས་གོ་དེ་ནེམ་བྱས་ཨ་ནི་ངན་དང་པོ་དེ། མིང་དེ། དཔེར་ན། ད་དེ་ཡིན་གཅིག་བྲིས་པས་ནི་རེད་བོད་ཡིག་བྲིས་པས་ནི་རེད།

ཟླ་འདིའི་ནང་ལོགས་ལ་ཕྱག་ལེན་གནང་མཁན་འདི་བཅས་ཀྱི་གློག་འཕྲིན་གྱི་ཁ་བྱང་དང་གསང་བའི་ཨང་གྲངས་དང་འདི་བཅས་དག་དག་བྱས་མེད་པ་ཡིན་ན་ཁོ་དེ་ལས་ཀ་དེ་ཆུ་ནས་བྱེད་ཐུབ་ཀྱི་མ་རེད་ཁོ་དེ་འདྲའི་སོང་ཙང་རྣམ་པ་ཚོས་འདིའི་རྩོམ་སྒྲིག་གནང་དུས་ཙང་ལས་འདི་ཧ་ཅང་གལ་ཆེན་པོ་རེད། ཨ་ནི་གལ་སྲིད་དེའི་གསང་བའི་ཨང་གྲངས་དེ་བརྒྱད་པོ་བརྒྱབ་དགོས་ཀྱི་ཡོད་པ་ཡིན་ན་རྩ་བའི་ང་ཚོ་དེ་འདྲ་དེའི་འདྲ་བོ་བྱ་བཞག་པ་ཡིན་ན།